སྐུ་རྫོགས་སངས་རྒྱས་མི་རེ་བས་ཀྱི་སྡིངས་ཆེན་བདེ་འབྱོར་སྐྱོང་བསྟོད་སྣ་ཚོགས་ཆེན་མི་ལྕོགས་གཅིག་ཏུ་འབད་པ་བྱ་གསུང་དུ་བསྩལ་ནས། ད་སྐུ་རྫོགས་སངས་རྒྱས་མི་རེ་སྡིངས་ཆེན་བདེ་འབྱོར་སྐྱོང་གསུང་དུ་སྐུ་རྫོགས་ཀྱི་སངས་རྒྱས་ཀྱི་གཟུགས་སྐུར། བདེན་པ་དྲུག་པ་གང་ཡང་མེད་དགའ་བས་ཀྱི་གནས་ལུགས། བདེན་པ་གྲུབ་པ་གཅིག་ཀྱང་མི་དགག་པའི་ཀུན་རྫོབ་འཁྲུལ་སྣང་གི་ཆོས་འདི་སོགས་དང་བཅས་ལ་རེ་བ་རྩ་ནས་མེད་པའི་ཞེན་པ་གཏན་ནས་ལོགས་སུ་འབིགས་ཀྱི་བདེ་ཆེན་བདེན་པ་ཅན་གྱི་བདེན་པ། དཔེར་ན་གདམས་ངག་གཞན་པ་ཞི་དྲག་གི་གདམས་ངག་ལྟ་བུ་ཅན་གྱི་རང་རྒྱུད་ལ་གདེངས་ཟིན་པ་ལྟ་བུ་དང་འདྲ་དེ་འདྲའི་གི་གདེངས་དང་ལྡན་པ་ཅན་གྱི་ཡིད་ན་ཡང། ད་རུང་བསོད་ནམས་དམིགས་བཅས་བསོད་ནམས་ཀྱི་ཚོགས་དང་དམིགས་མེད་ཡེ་ཤེས་ཚོགས་གཉིས་པོ་དེ་ནི། ས་རྒྱུ་གི་གསང་མཚང་བཞག་མ་གག་ཚོགས་གཉིས་པོ་དེ་ཡོངས་སུ་མ་བཅག་གསུངས་ནས་ཚོགས་གཉིས་པོ་དེ་ད་རུང་ཟུག་མ་ཏོག་བཅུ་པའི་ཚོགས་བསགས་པ་འདི་ལ་འབད་རྩོལ་མ་བྱས་ན་ད་རུང་སངས་རྒྱས་ཀྱི་ས་ལ་སླེབ་ཚ་མེད་དུས། དེ་ཚོགས་གཉིས་པོ་བསགས་རྒྱུ་དེ་ག་དུས་མཚང་བཞག་ན་སངས་རྒྱས་ས་ལ་འགྲོ་མཚམས་དུ་ན་ཞུགས་འགྲོ་རྒྱུ་མ་ཏོག་བཅུ་པའི་སངས་རྒྱས་ས་ལ་སླེབ་ཐག་ཙམ་ནས་ཡོད་མ་རེད། དེ་མེད་དུས་སངས་རྒྱས་ས་ལ་འགྲོ་དགོས་མཁན་ཞིག་ཡིན་ནའི་བཟང་སྟེ་སངས་རྒྱས་ཀྱི་ས་ལ་སླེབ་མ་ས་པ་དེ་ཚོས་ད་རུང་ལ་ཡང་ཚོགས་གཉིས་པོ་དེ་གསོག་རྒྱུ་ལ་འབད་བརྩོག་ཅི་ཡོང་སུ་སོང་གི་འདུག་གསུང་རེ་ཞེས་དང། དེའི་རྒྱུན་དུ་བཀའ་བརྒྱུད་བོད་ཀྱི་མཉམ་མེད་དྭགས་པོ་རིན་པོ་ཆེ་བའི་ཞལ་ནས་ཀྱང། གསོག་སྦྱོང་རང་ས་དག་ཀྱང་ཚོགས་ཆུང་ངོས་ནས་གསོག་ཞེས་གསུངས་སོང་དུས། ད་གསོག་སྦྱོང་རང་ས་དག་པ་བཀའ་བབས་ཤཱཀྱ་སྐྱེས་འབུལ་གྱི་མ་ཧཱ་མུ་དཱུ་ར་ཡོང་སུ་སོང་དེ་ཤཱཀྱ་སྐྱེས་འབུལ་གྱི་རྟེན་ཡོངས་སུ་གཏོགས་ཟིན་པ། དགག་མི་ཤཱཀྱ་སྐྱེས་འབུལ་གྱི་རྟེན་ཡོངས་སུ་གཏོགས་ཟིན་པ་ཐུགས་སུ་ཆུད་ཟིན་པ་ལྟ་བུ་དེ་འདྲའི་ཅིག་ཡིན་ན་ཡང། ད་རུང་ལ་ཡང་མི་སྐྱེ་བསོད་ནམས་ཀྱི་ཚོགས་ཆུང་ཆུང་ངུ་ནས་བཟུང་དེ་ལ་ཡང་བསགས་རྒྱུ་ལ་འབད་རྩོལ་གྱིས་མ་གཏོགས་བྱིས་པའི་སངས་རྒྱས་ས་ལ་ད་རུང་སླེབས་ཚར་མེད་པ་ཡིན་དུས། སླེབས་མ་ས་པའི་དགེ་གང་ཟག་ཅིག་སླེབས་འདོད་མེད་ན་མ་གཏོགས་བྱིས་པའི་སྟབས་གང་སྲིད་སངས་རྒྱས་ས་ལ་སླེབས་འདོད་འགྲོ་འདོད་ཡོད་པའི་གང་ཟག་ཅིག་ནས་བཟུང་དེ་ལ་འགྲོ་བཞིན་བྱིས་པའི་སྟབས་འདི་བཞིན་གྱི་རྐང་པ་བཤད་ན་ཚོགས་གཉིས་པོ་འདི་རེད་འཁོར་བྱེད་ཀྱི་ཤིང་རྟ་གི་འཁོར་ལོ་ལྟ་བུ་བཤད་ན་ཡང་དེ་ཚོགས་གཉིས་པོ་འདི་ཡིན་ཏེ། འདི་སངས་རྒྱས་ས་ལས་སླད་མ་ས་བར་དུ་ཚོགས་ཆུང་ངུ་གནས་མྱོང་ཅི་སོགས་ཀྱིས་མ་གཏོགས་གྱུར་དེ་མཚང་འཇོག་མ་བྱེད་ཡིན་གསུངས་ནས་ཨོ་དེ་འདྲའི་གསུངས་འདུག་གསུངས་རེ་ཞེས་གསུངས་རྒྱུ་མཚན་དེས་ན་ཚོགས་བསགས་པའི་གི་ཐ་ལ་སངས་ཀྱིས་མི་ཆགས་པ་ཞིག་རྒྱལ་བ་ཐབས་མཁས་ལ་ཐུགས་རྗེ་ཆེ་བས་གསུངས་པ་ཡིན་ཀྱང་གསུངས་ཏེ། ཆོས་ཕུན་བརྒྱད་ཁྲི་བཞི་སྟོང་ལ་སོགས་པ་གསུངས་བས་ཡོད་པ་གང་ཅི་སྙིང་རྗེ་ཐང་ཅིག་འདོགས་ན་ཚོགས་བསགས་པའི་ཆེད་དུ་རེད། གཙོ་བྱ་བ་གསར་པའི་གི་ཐབས་ག་ཚད་ཡོད་རེད་ཟེར་ན་ཆུ་ཕུད་བརྒྱད་ཁྲི་བཞི་སྟོང་ཡོད་ཟེར་གི་རེད་གཙོ་བསགས་རྗེས་སྤྱོད་པའི་རྒྱུ་ག་ཚད་ཡོད་ཟེར་ནའང་ཆུ་ཕུད་བརྒྱད་ཁྲི་བཞི་སྟོང་ཡོད་ཟེར་གི་རེད་རྒྱུ་བརྒྱ་བརྒྱད་ཁྲི་བཞི་སྟོང་སོགས་ཡོད་རེད་དེ། གསར་པ་པོ་གི་གང་ཟག་དེ་ལ་ཡང་ཨོམ་བོ་ར་འགྲིག་མཐའ་སོང་ཨོམ་བོ་ར་ལ་ཡང་ར་འགྲིག་མཐའ་སོང་འགྲན་ལ་ཡང་ར་འགྲིག་མཐའ་སོང་མཐའ་མ་ལ་ར་འགྲིག་མཐའ་སོང་ལ་སོགས་པའི་ཨོམ་བོ་དགུ་ཕྲུགས་སུ་ཡོད་པའི་རྒྱུ་མཚན་གྱིས་དེ་བསགས་རྗེས་སྤྱོད་པའི་ཐབས་ཀྱིས་ཐིགས་པ་ལ་སོགས་ནང་བཏང་ནའང་ཐིགས་པ་རིམ་པ་སོང་ཐིགས་པ་རིམ་པ། ཐིགས་པ་རིམ་པ་དགུ་ལ་སོགས་པའི་ཆོས་ཚུལ་ཐབས་མཁས་ལ་ཐུགས་རྗེ་ཆེན་པོ་དང་ལྡན་པ་ཅན་གྱི་གཞི་འདུས་ཙམ་ནས་གདུལ་བྱ་རང་རང་སོ་སོ་གང་དུ། དབང་པོ་རང་འདྲའི་ཐགས་བསྲུང། དབང་པོ་དགུ་དྲུག་གི་རིམ་པ་དང་བསྟུན་པ་བྱས་ཏེ། ཚོགས་བསགས་བསྐྱེད་རྫོགས་སྒྲིབ་པ་སྦྱོང་བྱེད་ཀྱི་ཐབས་ཀྱི་ཐིགས་པ་དེ་ལ་ཡང་དེ་ནས་དགུ་ཕྲུགས་སུ་གསང་སྔགས་པ་ལྟ་བུ་ཅན་གྱི་དེ་རིང་སངས་རྒྱས་མི་ཁྱབ་པ་ཅིག་ཡོད་རེད་གསུངས་པ་རེད་ཡོད་པ་ཡིན་ཀྱང་དེ་དག་ཐམས་ཅད་ཀྱི་ནང་ནས་ཀྱང་ད་མཆོག་ཏུ་གྱུར་པ་དེ་ནི་ད་མན་འདྲ་འབུལ་བ་འདིར་ཡིད་ཀྱི་ཡོད་རེ་ཡོད་གསུངས་ཏེ་དེ་ཡིན་ཞིང། མན་འདྲ་འབུལ་བ་འདི་ཡིན་ཞིང་དེ་ཡིན་ཚུལ་དེ་བརྗོད་ལས། སངས་རྒྱས་ཞིང་གང་ཐང་ཆད་ན་སྟོང་གསུམ་ཞིང་གང་མ་ལུས་པ། དེ་ནི་འདོད་པའི་ཡན་ཏན་སྦྱིན་པ་ཡིས་མཆོད་ན་སངས་རྒྱས་ཡེ་ཤེས་རྫོགས་ཞེས་པ་ལྟར་གསུངས་རེ་བརྗོད་ཀྱི་སྐབས་སུ་གསུང་དགོས་ད། སངས་རྒྱས་ཀྱི་ས་ལས་ལྷའི་གོས་གསོལ་ན་ཚོགས་གཉིས་པོ་དེ་བསག་དགོས་རེད་ཚོགས་གཉིས་པོ་ཟིན་གྱིས་ས་གཞི་ཅན་གྱི་ཚོགས་གཉིས་པོ་དེ་ནི་གང་ཞིག་འདོད་པའི་ཡུལ་ལ་འགྲོ་བཞིའི་བྱིན་པ་དཔེར་ན་སྐོམ་པ་ཡན་ཡན་གཉིས་ལྟ་བུ་བྱིན་གྱིས། འཁོར་ལོ་གཅིག་གི་འཁོར་འགྲོ་དགུ་པོ་ཅན་གྱི་ཡི་ན་ནི་ཤིན་ཏུ་གི་འཁོར་ལོ་དབྱེན་ཡས་གཉིས་ལྟ་བུ་དེ་ལས་ཚོགས་གཉིས་པོ་འདི་རེད་གསུངས། ད་ཚོགས་བསགས་དགོས་ཀྱི་ཡོད་ན་བསགས་པ་ཀུན་གྱི་བསགས་པའི་གི་ཚོགས་ཐམས་ཅད་ཀྱི་ནང་ནས་རྒྱལ་པོ་ལྟ་བུ་དང་མཆོག་ཏུ་གྱུར་པ་འདྲ་བོ་ད་གར་རེད་ཟེར་ན། འོ་ད་མེ་འདྲ་འདི་འབུ་དགོས་ཀྱི་རེད་གསུངས་མེ་འདྲ་འབུ་སྟོང་ག་རེད་ཟེར་ན་འབུ་བསགས་ཤེས་པའི་ཡུལ་ཆ་ནི་སངས་རྒྱས་ཞིང་ཁམས་ཐམས་ཅད་ལ་གསུངས་ཏེ་སངས་རྒྱས། སྨན་རག་འབུ་བསགས་བྱེད་པ་བང་དང་མཆོད་པ་འབུ་བསགས་བྱེད་པའི་གཞུ་དེར་སོགས་ནི་བཏང་བ་ཆོས་སྐུའི་ཞིང་ཁམས་རྒྱལ་བ་ཐམས་ཅད་ལོངས་སྐུའི་ཞིང་ཁམས་རང་བྱང་བསྡུས་པའི་རྒྱལ་བ་ཐམས་ཅད་དྲུག་གི་ཞིང་ཁམས་ན་བཞུགས་པའི་རྒྱལ་བ་རང་བྱང་ཚོགས་བརྒྱད་པ་མཐའ་ཡས་པ་མུ་མེད་པ་ཅན་གྱི་དཔལ་ན། འཇིག་རྟེན་ས་བརྒྱད་འདི་ཡི་སྟེང་ལ་རྡོ་རྗེ་གྲོང་རེ་རེ་ནས་བཙལ་དུ་མི་ནུས་པ་ཆུ་མོ་གངས་ཀྱི་བྱེ་མིག་འབྲུ་རེ་རེ་ནས་བཙལ་དུ་མི་ནུས་པ་ནོངས་འཛིན་ཅན་གྱི་འཁོར་གསུམ་འཁོར་བ་འདིའི་ནང་ལོར་སེམས་ཅན་མཐའ་ཡས་པ་མུ་མེད་པ་ཅིག་ཡོད་རེ། ཁང་སོང་ཁ་བའི་ནང་སེམས་ཅན་ལ་མཐའ་མེད་པ་ནང་གི་སངས་རྒྱས་རྒྱལ་བའི་སྐུ་གསུང་གི་ཞིང་ཁམས་དང་སྦྱར་སངས་རྒྱས་ཡང་མཐའ་ཡས་པ་མུ་མེད་པ་ཅིག་ཡོད་པ་དེ་དག་ཐམས་ཅད་ཁྱེད་ཀྱི་བདུད་ཀྱིས་བསྡམས་ཏེ་བདག་ནི་གསུམ་པ་ནང་གི་བྱས་ཀྱི་ད་ཁ་ཙོང་ཀོང་ནི་ཤར་འབྲོག་གི་ནི་ཁྲེ་ཀོང་གི་སྐབས་སུ་ཤར་སུ་འབྲོག་པའི་གི་ཡུལ་ག་རེ་རེད་ཟེར་དུས་ཤར་ཡུལ་སྲ་བརྟན་པ་ཟེར་བ་དེ་ལ་དེ་ནི་སངས་རྒྱས་སྐལ་མཆོག་ཆོས་སྐལ་མཆོག་དགེ་འདུན་སྐལ་མཆོག་ཡང་ན་རྩ་བ་གསུམ་པོ་གི་ལྷ་སྲུང་ཐམས་ཅད་ནོར་བདུད་དེ། འདི་ནི་མདུན་གྱི་ནམ་མཁའ་ལ་མིག་དགུས་སྟོང་གི་དྭ་ཕྲུག་རིང་ཁ་ཙམ་གོང་ནས་འགྲོ་ཚར་བ་དེ་དང་གཅིག་པ་རེད། དེ་ལྟ་བུའི་ཆུ་ཀླུང་སྤྲོ་གསུམ་གྱི་མདོ་ན་དཀོན་མཆོག་གསུམ་གྱི་གདུགས་ཚད། རྩ་བ་གསུམ་གྱི་གདུགས་ཚད་རྒྱལ་བ་སྐུ་གསུམ་གྱི་གདུགས་ཚད་ཐམས་ཅད། མན་དྲ་འབུ་སྲིན་ཡུལ་ཡང་དེ་ཡིན་གསུངས་པ་རེད། རྒྱུད་ཀྱི་ནང་ལས་སངས་རྒྱས་ཞིང་ཁམས་ཐམས་ཅད་ལ་གསུངས་རྒྱུ་དེ་གི་མན་དྲ་འབུ་སྲིན་ཡུལ་རེད། འབུ་རྒྱུ་ཅན་གྱི་དང་སྐྱི་འབུ་དགུར་ཟེར་ན་ནི་འབུ་རྒྱུ་ཅན་གྱི་དེ་རེད་ལྟ་བ་གོ་ལྡོག་ཁ་ཤས་ཀྱིས་འོ་ན་དེ་བོད་པ་ཚང་གི་ལངས་ལུགས་ཅི་ཡོད་རེད། མཆོད་པ་པོ་ས་ཞེས་པའི་བདུན་ཚང་གྱི་བདུན་ཅག་གིས་དེའི་ནང་ལ་ཆུ་བདུན་རེ་ཙམ་བླུགས་དེ་གོ་ན་མ་གཏོགས་གང་ཡང་ཕུད་མི་ནུས་པ་ལྟ་བུ་མི་ཤོག་པ་ལྟ་བུ་དེ་འདྲ་རྩ་བ་ཉིད་ནས་མ་རེད། ཕུར་རྒྱུད་ཅན་གྱི་དེ་སྟོང་གསུམ་གསུང་དུ་རྩ་ནི་མདོར་ན་འཁོར་གསུམ་འཁོར་བའི་དེ་ལ་སོགས་ནི་ཁང་བཟངས་ཀྱིས་བསྡུས་པ་པ་སྟེ་འདོད་ཁང་གིས་བསྡུས་པ་གཟུགས་ཁམས་ཀྱིས་བསྡུས་པ་གཟུགས་མེད་ཁང་གིས་བསྡུས་པའི་སྒྱུ་རྩལ་འགྱུར་བ་དཔལ་འབྱོར་ལ་སོགས་པ་སྐྱེ་ཡི་རྡོ་སྐྱོ་མ་ལུས་པ་ཐམས་ཅད་སྒྱུ་རྩལ་དཔལ་འབྱོར་མ་ལུས་པ་འདོད་ཁང་གིས་བསྡུས་པ་སྒྱུ་རྩལ་དཔལ་འབྱོར་མ་ལུས་པ་གཟུགས་ཁམས་ཀྱིས་བསྡུས་པ་སྒྱུ་རྩལ་དཔལ་འབྱོར་མ་ལུས་པ་གཟུགས་མེད་ཁང་གིས་བསྡུས་པ་ཁང་བཟངས་ལས་འདས་པའི་གཞན་ཡང་རང་བྱུང་རྒྱལ་བ་ཐམས་ཅད་ཀྱི། ཞིང་ཁོངས་ན་གོང་ཡོད་པའི་གི་དེ་ནི་གི་སྒྱུ་རྩལ་འབྱོར་བར་དཔའ་འབྱོར་ཡུལ་ཡོད་དོ་ཅོག་མ་ལུས་པ་ཐང་ཆེན་ཡང་དེ་ནི་མེ་འདྲ་འབུད་ཆོག་གི་རེད་འབུད་བ་ཞེས་པ་ལ་རང་ལ་འབུད་པ་ཞེས་པའི་གི་འབུད་བ་ཞེས་པའི་གི་རང་ལ་བདག་དབང་གི་དབང་ཆ་ཡོད་མ་རེད་ནུས་པ་ཡོད་མ་རེད་རང་སྒྱུ་རྩལ་དཔའ་འབྱོར་ཐང་ཆེན་གི་བདག་པོ་མ་རེད་བ་བསམ་པ་ལྟ་བུ་དེ་འདྲ་དགོས་གི་མ་རེད་དངོས་སུ་འབྱོར་བ་དང་ཡས་རྒྱུས་གྲུབ་པ་ཟེར་དུ་རང་གི་བདག་དབང་གི་ནུས་ག་བུ་གི་རང་གི་ཁ་གི་ལོངས་སྤྱོད་གི། གང་ཡོད་པ་ཐམས་ཅད་དངོས་སུ་འབྱོར་ཚད་དང་བཅས་པ། དེས་དང་དེ་གཙང་དུ་ཕོ་ཆོག་པ་སྟེ་དངོས་སུ་འབྱོར་བུའི་འབེན་འདྲ། དངོས་སུ་འབྱོར་བ་མི་རྣམས་ཡང་ཡས་ཀྱིས་བཀྲོལ་ནས། ཁང་སྲུང་གིས་སྒྲུབ་པའི་སྒྱུ་རྩལ་དཔའ་འབྱོར་ཐམས་ཅད་རང་གི་དངོས་སོགས་རང་གི་སྒྱུ་རྩལ་མ་རེད་རང་ཁང་སྲུང་ཐམས་ཅད་ཀྱི་བདག་པོ་མ་རེད་དེ། ཡིན་ན་ཡང་བློ་ཐོག་ཏུ་བླངས་ཏེ། ཡོད་སྲིད་རྡོ་གཅོག་མ་ལུས་པ། དེ་དཔའ་ས་སྐྱ་པ་ཆེན་པོ་ཁོང་གི་གསུངས་པ་ནང་བཞིན་བྱེད་ཀྱི་རེད་མདོར་ན་ལྷག་དོན་མི་ཡི་དཔའ་མགྱོགས་ཕུན་སུམ་ཚོགས་པ་མ་གསུངས་པ་མེད་པ་གསུངས་པ་ནང་བཞིན་བྱེད་ཀྱི་བློ་ཡིས་བླངས་ཏེ་དེ་ནི་འབུ་ཆོག་གི་ཡོད་རེད་སངས་རྒྱས་ཀྱི་ཞལ་རང་ཅག་ཐམས་ཅད་ལ་གསུངས་ཏེ་སྟོང་གསུམ་ཞིང་ཁམས་མ་ལུས་པ། མ་ལུས་པ་གསུངས་རྒྱུ་དེ་གི་ད་མདོར་ན་སྟོང་གསུམ་ཁམས་གསུམ། འཁོར་འདས་གཉིས་ཀྱིས་བསྡུས་པའི་སྒྱུ་རྩལ་དཔའ་མགྱོགས་ལོངས་སྤྱོད་ཡོད་དོ་ཅོག་མ་ལུས་པ་གསུངས་ཀྱི། མ་ལུས་མི་ལུས་ལུས་པ་མེད་པ་ཐམས་ཅད་དུ་ད་འབུ་རྒྱུ་ཅན་ཡིན་ཟེར་ནས། དེ་ནི་མེ་འདྲ་འབུ་ས་ཞེས་པའི་གཡུ་དང་འབུ་རྒྱུ་ཅན་གྱི་དངོས་པོ་ཟེར་རྒྱུ་ཅན་དེ་རེད་ད་དེ་ལ་ཡིད་དངོས་སུ་འབྱོར་བ་དང་ཡིད་ཀྱི་སྤྲུལ་པ་རྣམ་པ་གཉིས་ཀྱི་སྒོ་ནས་འབུ་ཚུལ་རེད། འདི་ཡི་འདོད་པའི་ཡང་ཏིང་སྦྱིན་པ་ཡིས་སོགས་འདི་བསྟན་ཏོ། འདོད་པའི་བློ་ཡི་ལོངས་སྤྱོད་དག་ཅིང་སོ་དང་སོ་ལ་སྐྱེད་དང་སྐྱེད་འདོད་ཚད་དང་བཅས། འདོད་པའི་ཡན་ཏིང་དང་འདོད་པའི་ཡོ་བྱད་དང་འདོད་པའི་གི་དཔའ་མགྱོགས་ལོངས་སྤྱོད་ཡོད་དོ་ཅོག་མ་ལུས་པ་དང་བཅས་ཏེ་དངོས་སུ་འབྱོར་བས་སྦྱིན་པ་བྱས་པ་དང་ཡས་ཀྱི་སྤྲོས་པས་སྦྱིན་པ་སྟེ་ནི། དེ་ནི་དེ་རིང་དུ་ན་བསྡུ་ནས་དེ་ནི་མཆོད་ན། དེ་ནི་མཆོད་ན་སོགས་འདི་མཆོད་པའི་གི་ཚུལ་དུ་འགྲེ་ཞིང་ནི་ཡང། ཁྱོད་བོད་ཀྱི་ཚུལ་དེ་དངོས་སུ་འབྱོར་བ་དང་ཡང་ན་ཡིད་ཀྱི་སྤྲུལ་པ་གང་རུང་གི་ཚུལ་དུ་བྱས་ཏེ་དེ་ནི་རྒྱན་ཏེ་ཁྱོད་གསུང་དང་ཁྱོད་བུའི་ཚུལ་རེད་མེད་འདྲ་ཕུ་བོའི་ཚུལ་རེད་དེ་འདི་ཕུ་ས་ཞིག་པའི་ཡུལ་ཕུ་རྒྱུ་ཅན་གྱི་འབྱོར་བར་ཕུ་བོས་ཀྱི་ཚུལ་རྣམ་པ་གསུམ་གྱི་སྒོ་ནས་ཁྱོད་གསུང་རྒྱུ་ཅན་དེ་རེད། དེ་འདྲའི་ཁྱོད་ན་ཁྱོད་བོད་ཀྱི་དེ་ནི་ཕུ་བོས་ཀྱི་འབྲས་བུ་ག་རེ་རེད་ཟེར་ན། སངས་རྒྱས་ཡེ་ཤེས་རྫོགས་སོང་དུས་གང་ན་སངས་འབྲས་བུ་སངས་རྒྱས་ཐོབ་པར་བྱེད་ཀྱི་རེད་འབྲས་བུ་སངས་རྒྱས་ཐོབ་པར་བྱེད་པའི་རྒྱུ་ཡེ་ཤེས་དམིགས་བསལ་བསོད་ནམས་ཀྱི་མཆོག་ཏུ་སྨིན་པའི་ཡེ་ཤེས་མཆོག་གཉིས་པོ་རྫོགས་འགྲོ་གི་རེད། དཔེར་ན་ད་ལྟ་སངས་རྒྱས་ཀྱི་ཞིང་ལ་འགྲོ་བ་ཞེས་པའི་སྤོང་པ་གཡས་གཡོན་གཉིས་ལྟ་བུའི་ཚོགས་བསྙེན་ཏེ་ཐོབ་ཡོང་གི་རེད། ད་ཅིང་འཁོར་ལོ་ལྟ་བུའི་བསོད་ནམས་སྟོང་པ་ཡིན་ནའང་ཤིན་ཏུ་གི་འཁོར་ལོ་གཡས་གཡོན་གཉིས་ལྟ་བུའི་ཚོགས་བསྙེན་ཏེ་རྫོགས་འགྲོ་གི་རེད། དེ་རྫོགས་ན་སངས་རྒྱས་དེ་ཉིད་ཡོད་ཚ་ས་ན་སངས་རྒྱས་ཀྱི་ས་ལ་སླེབས་མི་སླེབས་ལ་ད་སླེབས་མི་ཐུབ་འདུག་གི་སེམས་ཁྲལ་མེད་པ་ཅན་གྱི་རེད་གསུངས་པ་ལྟ་བུ་ཧོ་དེ་རྫོགས་གི་རེད་གསུངས་པ་རེད་ཞེས་པ་ལྟ་སོང་རེད། ད་དེ་ལ་མན་འདྲ་འབུལ་བས་ཀྱི་དུས་སུ་སོང་དེ་ནས་པ་ལ་ས་སྐྱའི་ཞེས་པར་ཁོང་དེ་ནང་ལ། ཁོང་དེ་སོགས་དང་བཅས་ལ་ས་དགེ་བཀའ་ཉིད་ཀྱི་བླ་མ་རིན་པོ་ཆེ་རྣམ་པ་རྣམས་ཀྱིས་དེ་སྔའི་བན་ཆོས་ཀྱི་དེ་ནས་ཚུགས་བསགས་པ་ཞེས་པའི་སྙིང་པོ་མན་འདྲ། གསུང་ཚུལ། དེ་སོགས་དང་བཅས་ལ་ཁོང་བཤད་ནས་ད་དེ་དུས་དེང་དང་བཅས་ཚུགས་ཁག་ལག་ལེན་དུ་དངོས་སུ་སྦྲེལ་ནས་ལག་ལེན་བསྟར་འོང་དུས་ད་ག་འདྲས་ཤིག་ནས་འབུལ་དགོས་རེད་ཟེར་ན་སོང་ནས་མན་པ་འདྲ་འབུལ་བའི་དུས་སུ། རང་ལུས་ཀྱི་ལ་རང་ལུགས་ཀྱི་ནི་ཕྱག་ལེན་ལ་ནི་སྒྲུབ་པའི་མན་ཏྲ་དང་མཆོད་པའི་མན་ཏྲ་གཉིས་ཡོད་གསུངས་ཏེ། ད་རང་ལུགས་ཟེར་དུས་སྔ་འགྱུར་རྙིང་མ་འདི་དག་ཟེར་གྱི་ཡོད་ན་མེད་ན། ད་སྒྲུབ་པའི་མན་ཏྲ་དང། དེ་ནས་མཆོད་པའི་མན་ཏྲ་གཉིས་དེ་ས་དགེ་བཀའ་གཉིས་ཕ་ཆེ་བ་ལ་བྱུང་གི་ཡོད་རེད་ཡིན་ན་ཡང། དེ་ནས་ཡང། སྐལ་ཆོག་ཏུ་རྒྱུ་རིང་ཁ་ཤས་ནང་ལ་ལ་མི་བྱུང་བར་མཆོད་པའི་མེ་འདྲ་གཙོ་བོ་ཞིག་འགྲོ་རྒྱུ་དེ་འདྲ་བོ་ཡོད་རེད་འབྲུག་ཐག་ཁ་ཁའི་མང་ཆེ་བ་ནང་ན་སྒྲུབ་པའི་མེ་འདྲ་གཙོ་བོ་ཞིག་འགྲོ་པ་དེ་འདྲ་བོ་ཡོད་རེད་ད་ཕྱག་ལེན་གྱི་རྗེས་འོང་དུ་ཅི་སྟེ་སྒྲུབ་སྡེ་ཐམས་ཅད་ཀྱི་ནང་ནས་སྒྲུབ་པའི་མེ་འདྲ་གཙོ་བོ་བསྟན་དགོས་པ་དང་རྒྱུད་སྡེ་ཐམས་ཅད་ཀྱི་ནང་ནས་མཆོད་པའི་མེ་འདྲ་གཙོ་བོ་བསྟན་དགོས་སྒྲུབ་སྡེ་དང་རྒྱུད་སྡེ་ཐམས་ཅད་ཀྱི་སྟེང་གཉིས་མཚམས་བྱས་ཏེ་དེ་མེ་འདྲ་ལ་སྒྲུབ་པའི་མེ་འདྲ་དང་མཆོད་པའི་མེ་འདྲ་གཉིས་བཀག། ཉམས་སུ་ལེན་འགྲོ་དུས་རྩ་ནི་སྒྲུབ་བདེ་ཐང་ཆེ་གི་སྒྲུབ་རྟག་ཏུ་རྒྱུད་སྡེ་ཐང་ཆེ་གི་དགོངས་པ་ཡོངས་སུ་རྫོགས་པའི་མཆོད་པ་ཐང་ཆེ་དེ་ཚོམ་བུའི་ཚུལ་དུ་བྱས་ནས་དེ་ལག་ལེན་བསྟར་རྒྱུ་འདྲ་བོ་དེ་འདྲའི་དེ་རང་ལུགས་དེ་ཡིན་གསུངས་པ་རེད། དེ་ལས། ཡིན་དུས་རྩ་ནི་ད་རྣམ་པ་གཉིས་འདུག་གསུངས་རེད་ཕྱག་ལེན་ལ་སྒྲུབ་པའི་མན་ཏྲ་དང་མཆོད་པའི་མན་ཏྲ་གཉིས་ཡོད་གསུངས་རེད། ད་དེ་གི་མན་འདྲ་མཆོད་པ་དང་མན་འདྲ་དང་སྒྲུབ་པའི་མན་འདྲ་ཟེར་འདུག་ག་ལ་མཆོད་པ་ཞེས་པའི་གི་ཡོད་དེ་ལ་དར་མདོ་ན་ཅིག་ལྷ་དགོངས་འདྲ་གྱི་ཡེ་ན་རང་གི་རྟེན་སྐུ་གསུང་ཐུགས་རྟེན་ལ་སོགས་པ་གང་མཛངས་མཛངས་ལྷ་སྐུ་རྟེན་གསུང་དེ་འདྲའི་ཡོད་པ་ཅན་གྱི་དངོས་སུ་འབྱོར་བའི་གི་ལྷ་སྐུ་རྟེན་གསུང་ག་གསེར་ཐུག་ཐུག་འདྲ་བུ་ཡག་ཤང་རབ་ན་སྐུ་འདྲ་སྐུ་མཆོག་སྲང་གི་རྟེན། བཀའ་གླིག་མང་དུ་བཅས་པ་ཆ་ཚང་བ་བཅས་ཀྱིས་ད་སྒུག་གི་ཡོད་རེད་ད་རྒན་དེ་བཀྲ་སྲུང་འདྲ་བོས་སོམ་གཏོང་ན་མདུན་དུ་མཚོ་མ་ཕུག་ལ་གྲ་སྒྲིག་བྱས་ནས་ལྷ་གོང་བུ་ལ་བཤངས་ནས་ཡོད་རེད་བ་འབེན་འདྲ་ཕོ་སར་བྱས་པའི་ཡོད་དངོས་སུ་འཇོ་བོད་ཀྱི་ཕོ་སར་བྱས་པའི་ཡོད་རེད། དེ་ཡས་ཀྱི་སྤྲུལ་པ་ཟེར་དེ་དག་ཁ་ཚོན་གང་ནས་ཤར་འགྲོ་གི་སྐབས་སུ་དེ་ནས་ཤར་ཡོད་སར་བལྟས་པ་སེ་འདོད་པའི་ཤར་འགྲོ་སུ་འགྲོ་བོད་ཀྱི་ཡོད་སར་བལྟས་རྒྱུ་དེ་སོགས་དང་བཅས་ཡས་ཀྱི་ཡས་ཀྱི་སྤྲུལ་པའི་གི་ཏོག་གི་སྒོ་ནས་དག་སྟེ་རྨིས་པ་སྒམ་པ་སྟེ་ཤི་ནས་དེ་ནི་ཚུགས་བསགས་ས་ཞིག་པའི་གཡོ་སྨན་ར་སྤོ་ས་ཞིག་པའི་གཡོ་མཆོད་པ་བཤང་ས་ཞིག་པའི་ཕུ་བ་སྲིད་པའི་ཕུ་སྲི་གི་གཡོ་ཐང་ཆད་འོ་ད་དེ་ནི་ཐང་ཆད་སྐྱིད་པ་རེད། དེ་གི་མདུན་དུ་ན་ལ་དེ་ནི་སྨན་ར་ཅིག་ཡིན་ན་ལ་བཤང་བཤང་པ་གི་ཞེ་ཐོག་དུ་ན་ལ་གཡོ་ལ་དག་ལྷ་སྐུ་བསྟན་བསྲུང་དགྲ་བོ་དང་རྒྱལ་འགྲོའི་གདུགས་སུ་ག་རེ་ཡོད་པའི་གི་མདོ་མི་ནས་པའང་ཆོས་དཔའ་བོ་ཆོས་དཔའ་གི་སྐྱིད་དེ་ན་ལ་ད་སྒྲུབ་པའི་མན་འདྲ་སེར་སྐྱེན་གྱི་དེ་ན་ལ་འབུ་དགོས་གི་ཡོད་རེད་ད་ཐ་ན་མན་འདྲ་ལག་ལེན་ད་ནི་མན་འདྲ་འབུངས་ཀྱི་སྲོག་ཡིན་པའི་ཀ་ཡིན་ན་དེ་ནི་དགོངས་དག་དེ་ན་བཞག་ནས་ཤང་ཤང་པ་ཡིན་དགོས་གི་རེད་ཞོ་ཀའི་འབུ་རིང་ཁ་ད་ལ་ཐེངས་དང་པོ་ལ་ད་ཐུང་བཞི་རེ་དགོས་ན་ཐེངས་མ་བཞི་རེ་རེད་ཐུང་བཞི་ནང་འཇོག་ཉང་སོ་གནས་དགོས་ར་ཉི་མ་རེ་ལ་ཐུང་བཞི་རེ་འགྲོ་དགོས་གི་ཡོད་རེད་ཚད་ལྡན་ཚུར་འདུ་བྱས་ནས་སྒྲུབ་པ་ལང་ལས་བྱས་ན་དེ་འདྲའི་མི་ཐུབ་པའི་ཉིན་རེ་ལ་ཐུང་རེ་ཞིག་འགྲོ་གི་ཡོད་ནའང་འདྲ་ད་ད་གཟོད་ཐུག་ཐུག་བྱེད་ཀྱི་ཡོད་ནའང་ཐུང་རེ་རེའི་ནང་ལོགས་ལ་དེ་འདྲ་སྒྲུབ་པའི་མེ་འདྲ་དེ་མ་གླེང་ཞོག་ཀྱེ། དེ་ནས་རྒྱལ་པ་འབུ་ནི་ཡ། ཁག་གི་བཟླས་པ་དང་སེམས་ཀྱི་དམིགས་པ་དང་ལག་གི་མེ་འདྲ་འབུལ་རྒྱུ་གསུངས། དུས་ཁྱེད་ལ་ཚང་བ་ཞིག་ནས་ཐེངས་མ་གཅིག་འདེང་ཐེངས་མ་གཉིས་འདེང་ཐེངས་མ་གསུམ་རེ་ཚ་འདེང་ཐང་མ། མན་འདྲ་སོ་བདུག་པ་དེ་ཐེངས་རེ་རེ་འདྲ་བོ་འདན་དེ་སྐུ་གསུང་མན་འདྲ་སོ་གང་ཤིག་ཤིག་ཐང་ཅིག་འདན་ནས་དེ་ནི་ཡག་པོ་དེ་ཡི་ཐུགས་ཡིན་ན་ཡག་ག་རྒྱུ་ཅིག་དེ་དེ་མ་བསྡུ་རྒྱུ་ཡོད་མ་རེད། ཐུང་རེ་རེ་རྗེས་མ་བསགས་པ་དུ་ལ་ཐུང་རེ་རེ་འགོ་བཙུགས་དུ་དེ་མ་བསྡུ་ཡང་བསགས་པ་ཡག་པོ་དེ་འདྲ་ཞིག་ཐུག་དགོས་ཀྱི་ཡོད་དེ་ལྟར་ཐུང་བཞི་རེ་ནང་ལ་ཉིན་རེ་ཐུང་བཞི་རེ་ནང་ལ་ཐེངས་མ་བཞི་རེ་མ་ཐུག་ན་ཡང་ཉིན་རེ་ཐེངས་རེ་དེ་ཞོགས་སྐད་འགོ་བཙུགས་འདུག་སྒྲུབ་པའི་མན་འདྲ་དེ་ཡག་པོ་ཡིན་ན་ཡག་ཡག་པ་ཞིག། ད་དེ་ལ་སྒྲུབ་པོའི་མེ་འདྲ་ཟེར་གྱི་ཡོད་རེད། དེ་མཆོད་པོའི་མེ་འདྲ་ཟེར་མཁན་དེ་སོ་སོ་སྟེང་གི་བསྟན་དོན་ལ་འདུག་དེ་སོ་སོའི་སྤོང་གི་བསྟན་དོན་ལ་ད་འབུར་རྒྱུ་བྱིན་གྱི་སྲས་དངོས་ཞོ་རུ་ལ་སོགས་པ་དང་ཐ་མ་དང་བཅས་དེ་ན་གྲོ་འབྲས་ལ་སོགས་པའི་གྲོ་ནས་ལ་སོགས་པའི་འབྲུ་རིགས་སྣ་ཚོགས་ཀྱི་ཕུར་རྒྱུ། ཐ་མ་ལ་ཅི་ཞེ་མ་ལ་སོགས་པ་དེ་སོགས་དང་བཅས་བཙོང་ཅི་ཞིག་ནས་བཀྲོལ་ནས་བཙོང་མ་ཞིག་ནས་ཕུར་ནའོ་ཕྱོགས་ཚུལ་ད་འོ་ནི་མ་གླས་འོང་རེད་དེ་ནི་གང་ཡོད་པ་དང་བཅས་རལ་གཏད་ཅིག་གི་ནང་ལ་བཏང། གང་ལ་མེ་འདྲ་སོ་བདུན་གྱི་སྟན་མཚུངས་བཟླས་པ་ཅན་གྱི་ཡོད་ན་རབ་དེ་ལྟར་མེད་ན་བཀྲ་ཤིས་རྟགས་བརྒྱད་དང་རྫས་བརྒྱད་ལ་སོགས་པའི་གྱི་རི་མོ་ཐང་ཆེན་མཚུངས་བཟླས་པ་ཅན་གྱི་མེ་འདྲ་གྱི་ལག་ནང་ལ་བཟུང་ནས་དེ་དེར་མེ་འདྲ་ཚར་རེའི་ཁ་གི་འདོན་པ་དང་འདིའི་སྟེང་དུ་ལ། གང་ཕུལ་རྒྱུ་ཡོད་པ་ཐང་ཆེན་མེ་འབྲུག་གི་སྟེང་དུ་བླུགས་པ་ཚར་རེ་རེ་འགྲོ་དགོས་རྒྱུ་ཅི་དི་སོགས་ཐང་ཆེན་བཞིའི་རྙོག་གྲོགས་ཤིག་འདུག་རྒྱུ་དེ་ལ་དེ་ནི་མཆོད་འབུལ་མེ་འདྲ་ཟེར་རྒྱུ་ཡོད་རེད་ད་མཆོད་འབུལ་མེ་འདྲ་དང་སྤྲུལ་སྐུ་མེ་འདྲ་གཉིས་ཀྱི་གོ་དན་འདྲ་པོ་འདུག་འདུག་བསྡུས་ན་དེ་འདྲས་ཅན་གྱི་རེད།

ཏོག་ཚགས་སུ་འགྱུ་ཤིག་ཚགས་སུ་འགྱུ། གོར་ཚགས་སུ་འགྱུ་ལྟ་བུ་དེ་འདྲ་ཅིག་དེ་རྩ་བ་ཉིད་ནས་མ་རེད། དེ་ལྟ་ཡིན་ན་ཡང་གནད་འགག་ཙམ་གཅིག་ལ་དེ་ནི་མན་འདྲ་ལ་ཟེར་རྒྱུ་གྱི་ནང་མན་འདྲ་ཟེར་རྒྱུ་གྱིན་དེ་གཞི་ཡི་སྐྱེ་འཁོར་སྐྱེ་འཁོར་གཅིག་ལ་ཟེར་གྱིན་ཡོད་དུས་རྩ་ནས་དན་རྟགས་ངོ་མ་དེ་ལ་ཚངས་བུག་ཏུ་སྐྱེ་འཁོར་ལ་འཇུག་འགྲོ་གི་ཡོད་པ་ཡིན་དུས་ཚངས་བུག་དེ་ལ་གཞི་ཡི་སྐྱེ་འཁོར་ལ་གཞི་སྦྱོར་ལྷུན་གྱིས་གྲུབ་པའི་སྐྱེ་འཁོར་ལངས་ཀྱི་འབྲས་བུར་ལོངས་ལ་བརྒལ་བའི་ལོངས་སྦྱོད་བཤད་ཐུབ་དགོས་པ་འབྲས་བུའི་དཀྱིལ་འཁོར་དང་འབྲས་བུ་རྒྱལ་བའི་སྟེང་སྐུ་བསྟན་པ་ཡེ་ཤེས་མཛད་པ་འཕྲིན་ལས་ཐམས་ཅད་ཚངས་བུག་ཏུ་མེ་འབྲས་ཀྱི་སྟན་ལྟར་མཚུངས་བསྡད་རྒྱུ་ཅི་དེ་འདྲ་ཅི་འགྱིག་རེད་དེ་ད་དེ་ནོ་ཐང་ཅི་བཤད་ཆེ་ན་ཨོ་ཁ་ལོག་དལ་འབྱོར་བྱེད་རྒྱུ་ཅི་ཡང་ཡོད་མ་རེད་ཁ་ལོག་དལ་འབྱོར་ཤག་ཤག་དེ་དེ་མ་བཤད་འོང་རྒྱུ་དེ་ལ་ད་སྒྲུབ་པོའི་མེ་འདྲ་སེར་པོའི་སྤྱི་དང་ར་བསེ་དངུལ་ལ་སོགས་པ་དང་ཐ་མ་དང་རག་དང་ཟངས་ལ་སོགས་པ་གཟོས་བཞག་རྒྱུ་ཅི་འགྱིག། དེ་ལ་རག་ཏུ་ཞོག་ན་མན་འདྲ་སོར་བདུན་བོད་ཀྱི་དན་ཏོག་སོར་བདུན་མཚུངས་བསྡེབས་པ་ཅིག་དེ་ལྟར་མ་རེག་ན་ནི་བཀྲ་ཤིས་རྟགས་བརྒྱད་དང་རྒྱལ་སྲིད་སྣ་བདུན་ལ་སོགས་པ་དེ་འདྲའི་ཚོང་བཙང་ཅིག་གིས་དེ་ནི་དག་ཅིང་འབྱོར་བ་དང་སྟོང་པ་ཅན་ཅིག་དེ་ལྟར་མ་བྱུང་ན་རྡོ་ལེགས་དང་ཤིང་ལེགས་བཙོང་མ་ཞོག་ལོ་ཚོད་དག་འོག་ནས་མ་སླེབས་ཀྱི་རེད་རྒྱུག་གི་འབྱོར་བ་དང་སྟོང་འདུག་ཅིག་ཅིང་དེ་རེད་ད་སྒྲུབ་པོའི་མན་འདྲ་ཟེར་མཁན་དེ་འདི་ཡིན་ན་བཞག་བཞག་ཅིག་ཅིང་དེ་ལ་ཟེར་གྱི་ཡོད་རེད་ལྷ་ཡི་མདུན་དུ་བཤང་བཞག་ཅིག་བཞི་ཐུག། ཁྱོད་བུད་མེད་འདྲ་ཟེར་མཁན་དེ་སོ་སོའི་ལག་པ་གཡས་པས་བཟང་གཡས་པས་དེའི་སྟེང་དུ་བླུགས་འདུག་ས་འདྲ་བོ་དེ་འདྲ་བླུགས་ནས་ཡར་ཚ་རེ་ཚ་རེ་འཕུར་འགྲོ། འདན་རྒྱུ་ཚ་རེ་དང་འཕུར་རྒྱུ་ཚ་རེ་སྒྲོལ་མ་ཞིག་འགྲོ་འདུག་དགོས་རྒྱུ་གཅིག་དེ་ལ་ཁྱོད་བུད་མེད་འདྲ་ཟེར་གྱི་ཡོད་པ་འོ་དེ་རེད། དེ་མེད་འདྲ་དེ་གའི་བཟོ་རྩིས་བཅུག་པའི་ཐད་དང་པོ་འདི་ནས་པར་རྒྱུ་བཤད་གྱི་འདུག་མེད་འདྲ་གི་རྒྱུ་ག་རེ་ཟེར་ན་རྒྱུ་དེ་ལ་རབ་དང་འཛིང་དང་ཐ་མ། འོ་དེ་རང་འགྲོས་ཐག་སོང་བཤད་གྱི་འདུག། དེ་ནི་མེ་འདྲ་བཟོ་རྗེས་སྤྱོད་པའི་རྒྱུ་རབས་དེ་ག་རེ་ཟེར་ན་རང་གི་འབྱོར་བ་དང་གཏོང་དགོས་ཀྱི་རེད་བསམ་རྒྱུ་ཤུགས་དྲང་དུ་བཏང་ནས་རྒྱུ་ཤུགས་ཕོག་ཅིང་བྱས་ན་སའི་བཀལ་བརྡུང་གི་བཟོས་ཡག་ཅིག་ཅན་གྱི་དེ་མེ་འདྲ་དགོས་ཀྱི་རེད་བསམ་དུས་ཀྱི་རི་མོ་ཐང་ཆད་ལ་གང་ནས་བཤུས་པ་ནང་ཁུལ་གྱི་མེ་འདྲ་སུ་འཆུ་སོ་བརྡུང་གི་དན་ཏོག་སོ་བརྡུང་ཚང་མ་ཚང་བསྡད་པ་ཅིག་དེ་ལྟ་མ་རེད་མཐའ་མ་བྲག་གི་ལྟོག་རྒྱས་རྫས་རྒྱས་རྒྱ་སེ་སྣ་བརྡུང་ལ་སོགས་པ་དེ་འདྲས་ཀྱི་དན་ཏོག་ཚང་མ་ཚང་འདུག་ཅིང་མཆོད་ལྷ་བཅུ་དྲུག་ལ་སོགས་པ་དེ་འདྲས་མཆོད་པའི་ལྷ་མོ་བཅུ་དྲུག་ལྟ་སོགས་པ་དེ་སོགས་ཡོད་རེད་དེ་འདྲས་ཚང་བསྡད་པ་ཅན་གྱི་གི་རབས་སའི། སྐད་གདུང་དྲུག་ཡོད་པ་དེ་འདྲ་དགོས་ཀྱི་རེད་སོང་ཤུག་པོ་ཅིག་ཡིན་ན་རང་གི་འབྱོར་བ་དེ་སྟོན་དགོས། ཟེར། དེ་ལྟར་མ་རེད་ན་ཡང་དེ་འདྲིའི་འོག་རྡོ་ལས་དེ་དངུལ། དེ་ལྟར་མ་ཡིན་ན་ཡང་རྒྱུ་གདུང་ས་བྱིས་པ་དེ་ད་དངུལ་ལས་དྲུག་དགོས་པ་ཅན་གྱི་རོལ་མོ་སོ་བདུན་རྩ་བུ་དང་རྒྱ་སེ་སྣ་བདུན་དང་མཆོད་པའི་ལྷ་མོ་བཅུ་དྲུག་ལ་སོགས་པ་དེ་དག་ཐམས་ཅད་ཡང་སྲེག་གི་བཟོས་ཡོད་པ་དེ་དག་ཐམས་ཅད་ཡང་སྲེག་དངུལ།

ཐ་མ་ལ་སྲས་ཆུང་ཆུང་རེ་ཚ་ཚོང་མི་ཆེན་གྱི་ཞལ་ནས་ཀྱེ་རིན་པོ་ཆེ་སྣ་ལྔ་ཚང་ཚང་གྱི་ཞལ་ནའང་དེ་ཡང་མང་ཡོད་རེད་ད་སྲས་སྐལ་རྡོ་དང་དམུ་སྐལ་རྡོ་གཅིག་གིས་མ་གཏུགས་ན་ཡང་སྲས་འབྲིང་པོ་ཙམ་གྱི་ཚོང་མི་ཅན་གྱི་དེའི་ནང་ལོགས་ལ། དེ་ནས་དེ་ན་རིན་ཆེན་སྣ་ལྔ་ཚང་བསྡད་པ་དེ་ཡང་ད་སྲས་དངུལ་གྱི་གོག་ངོས་སུ་ཆོད་གི་ཡོད་རེད་ད་འདི་དངོས་སུ་འཇོ་བོད་ཀྱི་ད་སྟེང་རུ་བ་ཡིད་ཀྱི་སྤྲུལ་འབུལ་གྱི་སྟེང་འདྲ་པོ་དང་ཤི་ས་ཤི་པའི་ཤི་སྟེང་རེད། འདྲེ་མཁར་བ་ལ་སོགས་པ་གསུང་དུ་ད་ལྕགས་ར་ཟུང་གསུམ་ཚུན་ཆོད་ཀྱི་འཇོ་འཇོ། དེ་སོགས་དང་གྱི་སྨན་དྲག་བཟོ་རྗེས་གཅུད་པའི་རྒྱུ་འབྲང་ཙམ་གྱི་ཡིན་གསུངས་པ་རེད། ད་ཐ་མ་ཡོང་ཐག་ན་ཡོང་དེ་ནས་དེ་ཡང་མ་རྙེད་ན། ཟངས་ཀྱི་གཟུགས་རྒྱུ་རོ་ར་ཧག་དང་ཁ་ར་ལ་སོགས་པའི་གཟུགས་ཡག་རྒྱུ་གི་སྨན་དྲག་དེ་ཡང་མ་རག་པ་ཡིན་ན་དེ་ཐ་མ་འདི་རྡོ་ལེགས་དང་ཤིང་ལ་སོགས་པ་གསུངས་རེད་ད་དེ་སོགས་ཐམས་ཅད་ལ་སྨན་དྲག་བཟོ་དོན་བོད་ཀྱི་དན་རྟགས་མཚུངས་རྒྱུ་དེ་ཕ་རས་རྒྱག། ག་གུ་གུ་རི་མོ་འདྲ་པོ་དང་གུ་གུ་རི་ཡོད་མ་རེད་དེ་རྡོ་རྡོ་ལས་འཇམ་པོ་འདྲ་པོ་གཅིག་དེ་ཡང་ན་ཤིང་ཤིང་ལས་འཇམ་པོ་འདྲ་པོ་དེ་འདྲའི་གཅིག་ཞིག་བསྟན་འདུག་ལ་དེ་ཕོ་ས་ཞེས་ནང་ད་མཐའ་མ་མཐའ་རྒྱུ་མེད་བུད་མེད་བཀྲོངས་མཁན་གཅིག་ཡིན་ནང་དུ་སོག་གི་ལོག་གི་རེད་གསུངས་པ་རེད། ཐ་ན་རྡོ་ལས་དང་ཤིང་ལས་ལ་སོགས་པའི་གི་བསྟན་འཇམ་པོས་ཀྱང་རང་སངས་རེད། ད་དེ་མན་དྲག་གི་རྒྱུ་རང་འགྲིག་མཐའ་སོང་དེ་སོང་རེད། དེ་མན་དྲག་ཕུ་རྒྱུད་ཅན་གྱི་ད་རྒྱུ་རེད། མན་དྲག་ཕུ་རྒྱུད་ཅན་གྱི་རྒྱུ་དེ་དངོས་སུ་འབྱོར་བ་དང་ཡིད་ཀྱི་སྤྲུལ་པ་གཉིས་ཡོད་པའི་ནང་ནས་ད་དངོས་སུ་འབྱོར་བ་དེ་རེད། དངོས་སུ་འབྱོར་བའི་གི་རྒྱུ་རྫས་དེ་ན་ར་ལ། འགོས་རྒྱུ་གི་ཚོམ་བུ་ནས་ར་དུ་གཡོ། བྱི་རུ། མུ་མེད། མུ་ཏིག་ལ་སོགས་པ་རིན་པོ་ཆེ་གསུངས་པའི། དག་བསྟན་པ་བསྐྱངས་དུས་འདི་བཞིན་མདོ་སྡེ་ཐམས་ཅད་ལ་མ་བྱང་དོལ་པོ་རིན་ཆེན་གྱི་རིགས་རྣམ་པ་སྔོན་པོ་བསམ་གྱིས་མི་ཁྱབ་པ་བྱེད་ཀྱི་མང་པོ་མདོ་སྡེའི་ནང་ལ་གསུངས་བསྡད་ཡོད་ད་ང་རང་ཚོ་གི་དེ་རིགས་ཁ་ཚང་སྒྱུ་རྩལ་འབྱོར་བ་རིན་པོ་ཆེ་འདི་དག་ས་འོག་ལ་ཡོད་ཚད་རྒྱ་མཚོའི་སྟེང་ལ་ཡོད་ཚད་ཐམས་ཅད་ས་ཁ་ཆུ་ཁ་ས་ཁ་ཆུ་ཁ་ལ་གཏན་བཞག་དུས་འབྱོར་རྒྱུ་ན་ད་དེ་རིགས་ཁ་ཚང་འབྱོར་ཆེ་ཤོས་འདྲ་བོ་ཅན་གྱི་རིགས་དེ་མང་པོ་བྱས་ཏེ་ང་རང་ཚོ་གི་ངོས་བཟང་ཐུག་གི་མི་འདུག་བ་བསྟན་པ་བསྐྱངས་དུས་འདི་བཞིན་མདོ་སྡེའི་ནང་ལ་གསུངས་བསྡད་པས་དེ་ནི་མཛེས་བྱེད། སྲས་དང་ས་ལས་སྦྲང་དང་ཞལ་རོ་དང་མུ་མེད་དང་མུ་ཏིག་དང་དེ་ནང་གི་གཅིག་གིས་གཅིག་ཀེ་ཀེ་རོ་དང་ཨ་ག་རོ་ཟས་ཟིན་འདྲ་བོ་དང་ད་ཅི་སངས་ཀྱིས་མི་ཁྱབ་པ་ལྟར་ན་མང་པོ་ཅིག་སངས་རྒྱ་ཡོད་རེད་དེ་ཁ་ཤས་ཁ་ཤས་ནི་ཤེས་ཀྱི་ཡོད་རེད་ཁྱད་པར་དུ་བོད་ཀྱི་ཤོག་བུ་དེ་ཚོ་བཏང་རྗེས་ད་ཅི་གཟི་དང་ཞི་རུ་དང་མུ་མེད་ཨ་གར་ཟེར་གི་མུ་ཏིག་ཟས་ཟིན་འདྲ་སྤོས་ཤེལ་ཟས་ཟིན་འདྲ་ཉུང་ཤས་ཀྱིས་ཤེས་ཀྱི་རེད་མ་གཏོགས་མང་ཤས་ཀྱིས་ནི་ནོར་བུ་གྱི་རིགས་ཅན་དེ་ཚོ་བཏང་རྗེས་མདོ་སྡེ་ནང་ལ་བྱུང་ཡོད་རེད་བོད་ཀྱི་སྐད་ཡིག་ཐོག་ལ་ཡོད་རེད་དེ་བོད་ཀྱི་ས་གནས་ལ། ཆ་གཅིག་ཕུན་སུམ་དུ་ཚོགས་དུས་ད་ལྟའི་བར་དུ་བྱང་མ་མྱོང་པའི་རྒྱུ་མཚན་ལ་བརྟེན་ནས། དེ་ནི་ཅི་བྱས་ན་ངོ་ཤེས་ཀྱི་མ་རེད་དགོས་ཉན་ན་དེ་ནི་ཐང་ཆེར་ཉམས་མྱོང་ཡོད་མཁན་ཡོད་མ་རེད་དེ་ཤི་རྒྱག་དེ་སོགས་ཐང་ཆེ་གི་དག་ཤེས་ཆེ་གི་རེད་བ་རྡོ་རྗེ་ཕག་ལམ་མཛད་ཟེར་འདྲ་བོ་ད་ལྟ་དེ་འདྲའི་འདྲ་རྒྱ་མི་འདྲ་སྟོང་ས་འོག་ཏུ་ཆུ་བོ་ལ་ཡོད་ཚད་ཐང་ཆེ་དེ་སང་ངོས་རྫས་ཐང་ཆེ་ཉུག་ཤས་ཤིག་བསྟན་ཡོང་གི་ཡོད་དུས་ས་ནས་ཕུན་སུམ་ཚོགས་ཆེ་ཤོས་འདྲ་བོ་ཞིག་ད་སྐལ་པ་ཕྱོགས་ནས་བསད་ནའང་ཧ་ལམ་མི་ཤོང་པ་མེད་པ་འདྲ་བོ་རེད་དེ་རེད་ཁ་ཚོར་ཡིན་ནའང་ང་རང་ཚོ་དེ་ལ་བློ་སྦྱོང་བྱེད་སངས་རྒྱས་བསྐྱངས་ལྡན་འདས་ཀྱི་མདོ་སྡེ་རྣམས་ལ་ཤོང་དགའ་བོ་གྱི་གདན་ཐང་ཆེན་དངོས་གནས་དག་ཨིན་དྲ་ནི་ལ་རྫས་ཟི་འདྲ་བོ་དང་ཀེ་ཀེ་རུ་རྫས་ཟི་འདྲ་བོ་དང་མི་ཤེལ་རྫས་ཟི་འདྲ་བོ་དང་ད་དེ་སོགས་ཐང་ཆེན་གྱི་རིགས་མང་པོ་ཅི་ཡོང་གི་རེད་དེ་སོགས་ཐང་ཆེན་དེ་ལ་སློབ་སྦྱོང་ཞིག་ཐུབ་ན་ཡག་པོ་ཞིག་རག་ཡོད་ས་རེད་དེ་ལྟ་བུ་ཅན་གྱི་རིན་པོ་ཆེ་གི་རིགས་ཅན་དེ་སོགས་ཐང་ཆེན་གྱི་ད་བུ་རྒྱུད་ཅན་གྱི་རབས་དེ་རེད་གསུངས་པ་རེད། ད་རྡོ་རྗེ་འཕགས་ལམ་དང། ད་གནའ་སྔ་མོ་བསྟན་པ་བསྐྱངས་དུས་འདས་ཀྱི་ཞལ་བཞུགས་པའི་བཀའ་སོགས་རིན་ཆེན་དང་པོ་ཟེར་དུས་གསེར་རེད། རིན་ཆེན་གཉིས་པ་ཟེར་དུས་དངུལ་རེད། ད་དེ་རིགས་ཁ་སོགས་དེའུ་ཨ་ལོང་འདྲ་གྱིས་བརྒྱད་ཚར་ནས་བསད་རྡུང་ངོ་ཏི་འཛངས་ནས་རྒྱ་གར་ཕག་ཆེ་སར་གྱི་སྟེང་ཐུག་གི་ཡོད་རེད་བ་བཟོ་ཐུབ་གི། སྒྲུག་ཐུབ་གི་ཡོད་རེད། ད་དེ་བཟོ་ཐུབ་པ་དེ་ལ་བརྟེན་ནས་མོའི་རུ་འགྲོ་རྒྱག་དུས་དེ་གོང་ཚད་རིན་ཐུང་དེ་མ་ཟ་འགྲོ་གི་ཡོད་རེད། དེ་བཟོ་མི་ཐུབ་མཁན་དུ་ད་གཉིད་ས་དེ་གཉིད་རྒྱུ་སྟག་མོ་བྱིན་གྱི་ཡིན་དགག་ཚད་དེ་ནི་རྡོ་རྗེ་ཕ་ལམ་ཟེར་མཁན་གྱི་རེད་དེ་སོགས་དང་བཅས་རེད་དེ་ད་རྡོ་རྗེ་ཕ་ལམ་དེ་རིགས་ཁ་ཚང་བསྐན་པའི་རྒྱུ་མཚན་ལ་བརྟེན་ནས་རིན་ཐུང་དགོས་ནི་རིན་ཆེན་དང་པོ་འདྲ་བོ་ཅིག་འཛམ་བུ་འཛམ་གླིང་ཤི་གི་བརྩི་གི་ཡོད་རེད་བསྟན་པ་སྤྱང་གྲུང་འདི་གི་མདོ་སྡེའི་གནད་ཀ་ནི་ཁ་ཁ་རེད་རིན་ཆེན་དང་པོ་ཟེར་དུས་སད་བརྩི་འགྲོ་གི་ཡོད་རེད། ད་དེ་སོགས་ཐམས་ཅད་ཚུན་ཆོད་ནས་བཟུང་མདོར་ན་རིན་པོ་ཆེ་གི་རིགས་ཅན། ལྕགས་རིགས་ཟངས་རིགས་དངུལ་རིགས་ལ་སོགས་པ་དེ་ནང་གི་བཅས་ཀྱི་རྡོ་རིགས་ལ་སོགས་པ་དག་བསམ་གྱིས་མི་ཁྱབ་པ་མང་པོ་ཅིག་ནོར་བུའི་རིགས་ཅན་ཡོད་བསྡད་པ་དེ་ནི་གཟེར་དང། ཤེལ་རོ་དེ་སོགས་ཐམས་ཅད་ནོར་བུའི་རིགས་ཅན་རེད། སྤོས་བཤད། ད་སྤོས་བཤད་ང་རང་ཚོ་གི་བོད་ཕྲུག་གི་སྐད་ཆ་རེད་གོ་སངས་རྒྱས་བཅའ་འདེད་འདས་ཀྱི་མདོ་སྡེ་གི་ནང་ལུགས་ལ་ཁོ་ལ་བུ་ལན་ཟེར།